བློ་གྲོས་བཟང་པོས་ལུགས་གཉིས་ཕ་མཐར་སོན། ཆོས་བཞིན་སྤྱད་པས་བསྟན་འཛིན་དཔལ་དུ་གྱུར། བཤེས་གཉེན་བདུན་སར་རྟག་ངུས་བརྟུལ་ཞུགས་ཅན། ཆོས་ཀྱི་རྒྱལ་མཚན་ཞབས་པད་བརྟན་པར་ཤོག། ཅེས་ཞབས་བརྟན་གསོལ་འདེབས་ཀྱི་སྔོན་བསུས་བཅས་དེ་རིང་ཕྱི་ལོ་ཉིས་སྟོང། ཉི་ཤུ་རྩ་གསུམ་སྤྱི་ཟླ་བཅུ་གཅིག་པའི་ཚེས་པ་ལྔ་དགེ་བའི་ཉིན་མོ་འདི་ལ་ཡ། སྐྱབས་རྗེ། སློབ་དཔོན་ཆེན་པོ་མཁས་པའི་དབང་པོ་ཟམ་གདོང་རིན་པོ་ཆེ་མཆོག་ཕྱི་ལུགས་ལྟར་ན་དགུང་གྲངས་བརྒྱད་ཅུ་གྱ་བཞི་ལ་ཡང་སོན་པའི་གི་འཁྲུངས་སྐར་གྱི་དུས་ཚིགས་ཁྱད་པར་ཅན་འདི་ལ་ཡ་ཝཱ་ན་དབུས་བོད་ཀྱི་ཆོས་དོན་གཙུག་ལག་སློབ་གཉེར་ཁང་གི་སློབ་མའི་རྩོམ་རིག་གི་སྡེ་ཚན་ཝཱ་ན་རིག་རླབས་ཀྱི་ངོས་ནས་ང་ལ་ཡང་རིན་པོ་ཆེ་གི་ཆོས་སྲིད་ཀྱི་མཛད་པ་མཐའ་ཡས་པ་ཅིག་ཡོད་པའི་ནང་ལོགས་ནས་བོད་པའི་གི་ཤེས་རིག་དང་སློབ་གསོའི་ཐོག་ལ་ཡང་མཛད་རྗེས་དང། འདི་ག་ནང་བཞིན་བཀའ་དྲིན་བྱེད་ཚུལ་གྱི་སྐོར་ལ་ཡང་སྐད་ཆ་ཐུང་ངུ་ཅིག་བཤད་བར་བྱེད་ཅེས་རེ་བ་གནང་སོང། འདི་ལྟ་བུའི་གི་རེ་བ་གནང་བ་ནང་བཞིན་གྱི་ང་ལ་ཡང་རིན་པོ་ཆེའི་གི་ཤེས་རིག་དང་སློབ་གསོའི་གི་དགོངས་པ་གཏིང་དཔོག་དཀའ་བ་གསར་པ་འདི་ཚོ་ལ་ཡང་ཞུ་ཡས་ཀྱི་རྣམ་དཔྱོད་ཀྱི་འདང་གི་མི་འདུག་ལ་ཡང་ལྷག་པར་དུ། འདི་ལྟ་བུ། དགོངས་འགྲེལ་བྱེད་ལ་ཡང། གདེང་ཚོད་དང་སྤོབས་པས་ཀྱི་ཡང་འདང་གི་མི་འདུག་ད་ཡིན་པ་ཡིན་ན་ཡང། ནམ་ཞག་རྒྱུན་ལྡན་ནས་རིན་པོ་ཆེ་རིན་པོ་ཆེ་གི་བཀའ་སློབ་རེད། གསུང་རྩོམ་རེད་འོ་འདི་ཚོ་ལ་ཡང་ཐོས་བསམ་འོ་ཇི་ཙམ་ཅིག། བྱས་པས་ཀྱི་བརྒྱུད་རིམ་ཐོག་ནས་ང་རང་གི་གང་བསམ་པ་དེ་དང་གང་དྲན་པ་འདི། འདིའི་ཐོག་ལ་ཡང་ཆེ་ལོང་ཙམ་ཞིག་ཞུ་ཡས་ཀྱི་འབད་བརྩོན་བྱེད་ཀྱི་ཡིན། སྤྱི་བདག་རིན་པོ་ཆེ་ཀྱི་སྐུ་ཚེ་ཧྲིལ་པོ་འགྲོ་བ་ཅིག་ཆ་ཤས་འདྲ་བོ་ཞིག་དགོས་པ་ཡིན་པ་ཡིན་ན་འདིའི་ནང་ལོགས་ནས་བརྒྱ་ཆ་བརྒྱ་བཅུ་ཙམ་ཞིག་བོད་པའི་གི་ཤེས་རིག་སློབ་གསོ་འཛིན་སྐྱོང་སྤེལ་གསུམ་གནང་ཡས་ལ་ཡ་བཏང་གནང་བ་ཅིག་རེ་བཞག་འདི་ཡང་ང་རང་ཚོའི་སློབ་དཔོན་ཟམ་གདོང་རིན་པོ་ཆེ་མཆོག་གིས། སྐུ་ཚེའི་རྣམ་དག་ལ་ཡང་གཅིག། མིག་ཤེལ་གཅིག་ཆད་པ་ཡིན་པ་ཡིན་ན། སྐུ་ཚུལ་གྱི་གཏོས། ཕལ་མོ་ཆེ་ཅིག་བོད་པའི་གི་སྐད་དང་ཡི་གེ། ལྷག་པར་དུ་བོད་པའི་གི་ཤེས་རིག་དང་སློབ་གསོའི་ཐོག་ལ་ཡང་བཏང་གནང་བ་ཞིག་ཡིན་པ། རྣམ་ཐར་མཇལ་ཙམ་གྱིས་ང་རང་ཚོའི་གི་མཁྱེན་གྱིས་རེ་དྲན་གྱི་འདུག་ན་དེའང་དཔེར་ན། སྤྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུའི་ལོ་ལ་ཡང། གོང་ས་མཆོག་གི་བཀའ་བསྒོས་གཞི་བཟུང། འདི་ནས། རྒྱལ་བའི་ཕོ་བྲང་ལ་ཡང་བཀའ་དབུགས་གནང་བཅས་རིན་པོ་ཆེ་ལ་ཡང་དེ་ནས་གར་གསོལ་བ་རེད་དེ་འབྲེལ་གྱི་ལས་འགན་བསྐུར་གནང་བའི་སྐབས་སུ་རིན་པོ་ཆེ་མཆོག་གིས་ཀྱང་གར་གསོལ་བ་རེད་དེ། གོང་ས་མཆོག་ལས་ཀྱི་ཞབས་འོག་ལ་ཡང་བཀའ་དགོངས་ཇི་བཞིན་དུ་སྒྲུབ་ཀྱི་ཡིན། རྒྱ་གར་ལས་གཞན་པའི་ཀྱི་ས་ཆ་གར་གསོལ་བ་རེད་ཐག་རིང་པོ་དེ་འདྲ་ལ་ཡང་ང། ད་ཅི་ཁར་སེར་བ་ལས་ཕྱི་རྒྱལ་ལ་སོགས་པ་འདི་ཚོ་ལ་ཡང་འགྲོ་ཡས་ཀྱི་འདོད་པ། དང་སྙིང་སྟོབས་འདི་འདྲ་ཁྱོན་ནས་མེད། གང། གོང་ས་མཆོག་གི་ཞབས་འོག་རང་ལ་ཡང་དབུ་འོག་དཔུང་འདེགས་ཀྱི་ཚུལ་གྱིས་ད། ཅིག་མཛུབ་མོ་གང་འདུལ་ཤར་གྱི་ཚུལ་གྱིས། ཕྱག་ལས་གནང་གིན་བྱས་ཐམས་ཅད་ཕུལ་བ་ནང་བཞིན་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རག་གཅིག་ལོ་ལ་ཡང་འདི་ནི། ང་ཚོ་དེ་ཟླ་དགྲ་ལ་འུར་ཟེར་གྱི། སློབ་གྲྭ་ལ་ཡང། ལོ་གཅིག་ཙམ་ཞིག་དང་པོ་ཐོག་མར་ཐ་སྙད་རིག་གནས་ཀྱི། དགེ་རྒན་མཛད་བཅས་སློབ་མ་མང་སློབ་མ་དུས་སྐབས་དེ་གའི་མཁས་པའི་དག་དཔོན་པོ་མང་པོ་ཆེ་སྐྱེད་སྲིང་གནང་ཡས་དང། དེ་ནས་ལོ་ཕྱི་མ་དེ་ལ་ཡང་དེ་ནས་སིམ་ལ་སློབ་གྲྭ་ལ་ཡང་ལྟ་གྲུབ་ཀྱི་དགེ་རྒན་གནང་ཡས་དང་སིམ་ལ་སློབ་གྲྭ་ལ་ཡང་ལོ་གསུམ་ཟིག་ཤེས་རིག་རང་གི་ཐོག་ལ་ཡང་གར་སི་བོ་རེད་བོད་པའི་གར་སི་བོ་རེད་ཤེས་རིག་རང་གི་ཐོག་ལ་ཡང་ཕྱག་ལས་གནང་བ་ཙམ་མ་ཟད་འཛིན་སྐྱོང་གི་ཐོག་ལ་ཡང་དེ་ནས་ལམ་སྟོན་དང་དེ་འདྲ་མང་པོ་ཆེ་གནང་ཡས་དེ་ཚོ་ང་ཚོའི་རྣམ་ཐར་ལ་ཡང་མཇལ་ཡས་འདུག་བ། དེ་ནས་ད། ཆིག་སྟོང་དགུ་བརྒྱ་དྲུག་ཅུ་རང་ཉིད་ཀྱི་ལོ་ལ་ཆ་བཞག་པ་ཡིན་ན་རྡོ་རྗེ་གླིང་ལ་ཡང་ཡང་ཅིག་ལོ་ཀི་ནང་ཡ་ལ་སོགས་པ་དང། ད་ལྷག་པར་དུ་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་ལྔའི་རེ་ལྔ་ནས་འདྲ་བོར་གྱི་སློབ་སྤྱི་མཛད་ཅེས་སློབ་སྤྱི་ལོ་ངོ་བདུན་ཙམ་མཛད་པའི་གི་ཡུན་ལ་ཡང་འདི་ནི་སློབ་གྲྭ་འདི་གི་ཕྱི་ནང་གི་སྣོད་བཅུད་ཐམས་ཅད་ཅིག་གར་སེར་བོ་རེ་ད་ཕུན་སུམ་ཚོགས་པོ་དར་རྒྱས་སྐྱོང་དར་ཕུག་ཏུ་ཕྱིན་བ་ཡང་རྩེར་སོན་པ་ཅིག་གནང་བ་སོང་ཙང། ཕྱི་ལོ་ཆིག་སྟོང་དགུ་བརྒྱ། བདུན་ཅུ་དོན་བཅུ་གྱི་ལོ་ལ་ཡང་ཝར་ན་སི་ལ་སྐྱབས་མགོན་རིན་པོ་ཆེ་བཀའ་བསྒོས་གཞིས་སྲུང་ཕེབས་དགོས་རེད་ཟེར་བའི་གནས་སྐབས་སུ། དེ་ལྟ། ཧི་མ་ཅལ་མངའ་སྡེ་གྱི་གྲོས་ཚོགས་ཀྱི་ཚོགས་གཙོ་སྐུ་ཞབས། Dhaneshri Mahajana། གསུང་སྙན་འདི་གའི་ཟམ་གདོང་རིན་པོ་ཆེ་བས་ཕངས་སེམས་དང་བཅས་པའི་ངང་ནས་རིན་པོ་ཆེ། ཟླ་ཧོར་སློབ་གྲྭ་རང་ལ་ཡང་བཞག་དགོས་ཀྱི་འདུག། ཡུལ་གཞན་པ་ལ་བཏང་མ་གནང་རོགས་གྱིས། བྱས་རྗེས། གོང་ས་མཆོག་ལ་ཡང་རེ་སྐུལ་ཞུས་འདུག་དེ་དེ་ཡིན་པ་ཡིན་ན་གོང་ས་མཆོག་གིས་སྟབས་གཅིག་ཕ་སྐད་ཀྱི་ཝར་ན་སི་གི་འཛིན་སྐྱོང་དེ་ཚགས་ཚུད་པོ་བྱས་དང་མཐོ་རིམ་སློབ་གྲྭའི་གི་ཤེས་ཡོན་གྱི་སྡེ་ཚན་དེ་གི་ད་བཙན་བྱོལ་ནང་ལོགས་ཀྱི་གཞི་རིམ་གྱི་སློབ་གྲྭའི་གི་གར་ཟེར་བ་རེད་ཤེས་ཡོན་མི་སྣ་སྐྱེད་སྲིང་དང་རྐང་འཛིན་བྱེད་ས་གི་གཙོ་བོ་གཅིག་མཐོ་རིམ་སློབ་གྲྭ་ནས་མི་སྐྱེད་སྲིང་བྱས་དེའི་སྟེང་ནས་མ་སྲི་ཞུ་ལས་བྱེད་རེད་འཛིན་སྐྱོང་བྱེད་མཁན་གྱི་མི་སྣ་རེད་དགེ་རྒན་རེད་དེ་ཚོ་གསོ་སྐྱོང་བྱེད་ཡས་གི་ད་གར་ཟེར་བ་རེད་དེ་འདྲ་གི་ཨ། དགོས་པ་ཆེན་པོ་ཞིག་ལ་ཡང་གཟིགས་བྱེད་ཕར་ཕེབས་དགོས་འདུག་བྱས་རྗེས་འོ་དེ་འདྲ་ཞིག་བཏང་ན། འོ་རེད་དེ་དང་འདི་ང་ཚོས་ག་རེ་ཤེས་ཀྱི་འདུག་ཟེར་དུས་བསམ་པ་ཡ་འདི་ལས་ད་ཁོང་རིན་པོ་ཆེའི་དགྲ་བོ་ལ་བཞུགས་རིང་ལ་ཡང་ཕྱག་ལས་ཧ་ཅང་གི་ཚགས་ཚུད་གནང་ཡོད་པ་དང་དེའི་ནང་ལོགས་ནས་ད་དེ་འདྲ་ང་རང་ཚོས་ངས་མང་པོ་ཞུས་དགོས་ཡ་ཡོད་མ་རེད་དེ་འདྲ་སྤྱི་ཚོགས་ནང་ལོགས་ལ་ཡོད་བསྡད་རྒྱུ་གི་དུས་སྐབས་དེ་གི་སློབ་གཉེར་བ་མང་པོ་ཅིག་གིས་སྤྱི་ཚོགས་ཀྱི་གནས་ཡུལ་དེ་མི་ལ་གི། ཁོ་ཚེ་ལ་ཡང་བཞུགས་བཅས་བོད་པའི་གི་ཆོས་དང་རིག་གཞུང་འཛིན་སྐྱོང་སྤེལ་གསུམ་ཐོག་ལ་ཡང་ཕྱག་ཆེན་བླ་ན་མེད་པ་ཅིག་བཞག་ཡོད་པ་ང་རང་ཚོའི་གི་ད་ཟུར་བལྟས་ལེབ་སྟོང་དང་ད་ཅིག་གར་སེ་བོ་རེད་ཀོ། ལོང་བས་བལྟས་ན་ཡང་གར་སེ་བོ་རེད་ད་ཅིག། ཉི་ཤར་ཟེར་བ་ནང་བཞིན་གི་འོ་དེ་འདྲ་གི་དཔེ་ནང་བཞིན་ཡོད་པ་ཅིག་རེད། ད་འདི་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་སྤྱི་ཐང་གི་བདེན་རྟགས་འདི། ཕྱི་ལོ་ཆིག་སྟོང་དགུ་བརྒྱ་དོན་ཐོན་ཅུ་ལ་ཡ་ཝར་ན་སི་ལ་ཕེབས་པ་རེད་དེ། འདི་མ་ཕེབས་གོང་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་ར་དྲུག་གི་ལོ་ལ་ཡ་དེ་ད་ཝར་ན་སི་གི་སློབ་གྲྭ་ཐོག་མར་བཙུགས་པའི་གནས་སྐབས་སུ་ད་ཝར་ན་སི་གི་སློབ་གྲྭ་འདི་དེང་དུས་ཀྱི་ཚད་དང་ལྡན་པའི་གིག་གི་མཐོ་རིམ་སློབ་གཉེར་ཅིག་གི་ངོ་བོ་ལ་ཡ་འཛུགས་སྐྲུན་དང་ངོ་བོ་ལ་ཡ་སྐྱོང་བརྡར་བྱེད་དགོས་ལ་ཡ། ད་འདི་གིས་དེང་དུས་ཀྱི་སློབ་གྲྭ་དང་མཐུན་པའི་གི་བསླབ་གཞི་རེད། དགེ་རྒན་རེད། དེ་ནང་བཞིན་གྱི་ཡིག་ཚད་རེད། ལག་འཁྱེར་རེད། དེ་བཞིན་གྱི་དཔལ་འབྱོར་གྱི་ཚད་གཞི་རེད། སློབ་ཐུན་རེད། ཡུན་རེད། ཨོ་དེ་ཚོ་མང་པོ་ཞིག་ཅིག་སློབ་ཐུན་གྱི་ཡུན་ལ་སོགས་པ་མང་པོ་ཅིག་གཏན་འབེབས་བྱེད་ཡས་ཀྱི་སྐབས་སུ་ཆིག་སྟོང་དགུ་བཅུ་དྲུག་ར་དྲུག་རོ་ལ་ཡ་སིམ་ལ་ལ་ཡ། དེ་ནི་ཆོས་ཀྱི་རིགས་སུ་མ་ཆད་པའི་མཁས་པའི་གྱི་དབང་པོ་དེ་ཚོ་དབང་པོ་རྣམས་འཛོམས་བྱས། དེ་ནི་ཚོགས་འདུའི་ས་ལ་ཡ། ཏི། རིན་པོ་ཆེ་གི་ཡ། དེ་ནི་དེ་སྐབས་འདི་གི་སློབ་ཁྲིད་ཀྱི། གར་བཟོ་བ་རེད། བསླབ་གཞི་དང་ཁྲིད་ཐབས། དམིགས་ཚད། དམིགས་ཡུལ། ངོ་བོ། ཐབས་ལམ། འོ། འདི་ཚོ་ཚང་མ་ཅིག་གཏན་འབེབས་བྱས་ཀྱི་འཆར་ཟིན་ཕུལ་བ་ནང་བཞིན་གྱི་འདི་གི། ཧ་ཅང་གི་ཕན་ཐོགས་ཆེན་པོ་ཅིག་དང་མ་འོངས་པ་ལ་ཡང་འདི་འཆར་ཟིན་ཙམ་དུ་མ་སོང་བ་ཡ། ཝར་ན་སི་གི། གར་བཟོ་བ་རེད་འཛིན་སྐྱོང་རང་གི་སྔོན་ལ་ཡ་ལག་བསྟར་བྱས་བ་ལ་སོགས་པ་བཀའ་དྲིན་བོད་པའི་གི་གར་མཐོ་རིམ་སློབ་གཉེར་གྱི་ལྟ་ཅིག།

ཧ་ཅང་གི་དཀའ་ངལ་མང་པོ་ཅི་ལ་ཡང་གདོང་ལེན་མཛད་བྱས་དེ་ནི་སློབ་གྲྭ་འདི། གར་སོ་གོ་རེ་ཡ་འཛུགས་སྐྲུན་དང་སྐྱེད་སྲིང་གནང་བ། སློབ་གྲྭ་འདི་སྐྱེད་སྲིང་གནང་བ་འདི་གིས་སློབ་གྲྭ་ད་ག་ཅིག། གར་སོའི་ཟུར་དུ་སྐྱེད་སྲིང་བྱས་པ་ཙམ་མ་ཡིན་པར་འདིའི་ནང་ལོགས་ལ་ཡང་ཆོས་ལུགས་རིགས་སུ་མ་ཆད་པའི་པའི་གར་སོ་ན་སློབ་གཉེར་དང་མཐུན་རྐྱེན། ཆོས་ལུགས་རིགས་སུ་མ་ཆད་པ་ཐམས་ཅད། གར་སོ་གོ་རེ། གཞི་ལམ་འབྲས་གསུམ་གྱི་ཡོངས་སུ་རྫོགས་པ་ཅིག་བྱེད་ལུགས་རིགས་སུ་མ་ཆད་པས་ཀྱི་དེ་ནི། གཅིག། གཞུང་ལུགས་ཡོངས་སུ་རྫོགས་པ་ཅིག་དེ་ཡང། སློབ་གཉེར་བྱེད་སྲོལ་ཡོད་པ་མ་ཟད་དེ་ནི་རྒྱ་གཞུང་གི་སློབ་གཉེར་བྱེད་སྲོལ་ཡོད་པ་ལ་སོགས་པ་དང་མདོར་བསྡུས་ན། གཅིག། དེ་ལྟ་བུའི་ཀྱི། སློབ་གཉེར་གྱི་སྲིད་བྱུས་ཡག་པོ་ཞིག་གཏན་འབེབས་གནང་བྱས་ད་དེ་འདྲ་ཡིན་ན་ཡང་རྒྱུན་འཛིན་བྱེད་བྱེད་འགྲོ་འདིའི་རྒྱུན་འཛིན་བྱས་པའི་ཀྱི་བརྒྱུད་རིམ་གནང་ལུགས་ལ་ཡང་མི་མང་པོ་ཞིག་གར་སོས་ཀྱི་རེད། ཤེས་ལྡན་པ་མང་པོ་ཞིག་སྐྱེད་སྲིང་བྱས་ཤེས་ལྡན་མང་པོ་ཞིག་སྐྱེད་སྲིང་བྱས་པ་དེའི་སྟེང་ནས་དེ་ནི་བཙན་བྱོལ། ཀྱི་སློབ་གྲྭ་ཁག་གི་གི་ལའང་སློབ་ལ་ཡང་བོད་ཀྱི་སྐད་དང་རིག་གཞུང། ཡི་གེ་རྒྱུན་འཛིན་བྱས་དང་འདི་ཙམ་མ་ཟད་འདི་ནི་ཕྱིའི་གི་རྒྱལ་ཁབ་མང་པོ་ཅིག་ལ་ཡང་བོད་པའི་གི་ཆོས་རིག་གར་སོང་ན་དར་སྤེལ་བཏང་ཡ་ལ་ཡང་བྱས་རྗེས་གཞན་དྲིང་མི་འཇོག་པར་རླབས་པོ་ཆེ་ཅིག་སྤེལ་བ་ཚང་མ་ཐམས་ཅད་ཅིག་སྤྱི་བཏང་གི། ྋགོང་ས ྋསྐྱབས་མགོན་ཆེན་པོའི་ཐུགས་རྗེ་བཀའ་དྲིན་དང་འཕྲིན་ལས་ཀྱི་འཇུག་པ་ཉག་གཅིག་དང། དེ་བས་ཀྱང་འདི་ནི་གཤམ་ལ་ཡང་དེ་ལྟར་རིན་པོ་ཆེ་མཆོག་གིས་གར་ཟེར་བ་རེད་དེ། ཡང་དག་པའི་གི་ལམ་སྟོན་དང་དེ་བཞིན་གྱི་ཐུགས་རྗེ་གི་བཀའ་དྲིན་དང་བདེན་རྫུན་གྱི་ནུས་པ་ལ་བརྟེན་བྱས་བྱུང་བ་གཅིག་ལ་ཡང་སོང་ཙང་ང་ཚོའི་གི་འདིའི་སྟེང་ནས་ཀྱང་རིན་པོ་ཆེའི་གི་ཤེས་རིག་གི་ཐོག་ལ་ཡང་མཛད་རྗེས་ཧ་ཅང་གི་རླབས་པོ་ཆེ་ཞིག་བཞག་པ་འདི་ང་རང་ཚོས་བཀའ་དྲིན་དྲན་དགོས་བས་དང་བསམ་དགོས་བས་དང། འདིའི་རྗེས་སུ་ཡང་འཇུག་དགོས་བས་ཏེ། གལ་ཆེན་པོ་ཞིག་མཐོང་གི་འདུག་ད་གཉིས་སུ་ནས་ག་རེ་བཟོས་གི་རེད་སྤྱི་བཏང་གི་ང་རང་ཚོའི་གི་དེ་རིན་པོ་ཆེ་གི་དེ་འདྲ་བཀའ་སློབ་རབ་དང་རིམ་པའི་ནང་ལོག་ཡོད་པའི་ནང་ལོག་ནས་ཅིག་ཤེས་ཡོན་སློབ་གསོ་ཟེར་བ་འདི་མི་རིགས་ཅིག་ག་རེ་བཟོས་གི་རེད་གཟི་བརྗིད་དང་ལྡན་པའི་སྒོ་ནས་རང་ཚུགས་ཐུབ་པའི་སྒོ་ནས་ཅིག་མི་རིགས་ཅིག་འཛམ་བུ་གླིང་འདི་ག་ལ་གསོན་དགོས་ཀྱི་ཡོད་ན། འདི་ལ་ཡང་མི་རིགས་འདི་ལ་ཡོད་བསྡད་རྒྱུ་གི་ཐུན་མོང་མ་ཡིན་པའི་མི་རིགས་འདི་གི་རིག་གནས་ཇི་ཡོད་རེད་འདི་བདག་སྐྱོང་ཡག་པོ་བྱས་འདི་སྟེང་ནས་འདི་ནི་མི་རིགས་འདི་གཟི་བརྗིད་དང་ལྡན་པའི་སྒོ་ནས་འཇིག་རྟེན་འདི་ནང་ལོག་ལ་ཡང་འཚོ་དགོས་ཀྱི་ཡོད་རེད་མི་རིགས་འདི་གི་ཆོས་ཆབ་སྲིད་ཆབ་དཔལ་རིག་གསུམ་ག་འདྲ་ཅིག་སྤེལ་གྱི་ཡོད་པ་ཡིན་པ་ཡིན་ན་མི་རིགས་རང་ཉིད་ཀྱི་འདི་ནི་ཡོད་བསྡད་རྒྱུ་གི་རིག་གནས་འདི་གི་སྟེང་ནས་ཡང་སྐད་དང་ཡི་གེ་འདི་སྟེང་ནས་ཡང་ག་རེ་ཟེར་ན་བླང་དགོས་བ་ཅིག་རིན་པོ་ཆེ་གི་ལྟ་ཚུལ་འདི་འདྲ་ཅིག་དགོངས་པ་སོང་ཙང་འདི་ནི། ད་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་ལྔ་དུ་བ་ནས་གསུམ་ཅིག་དེ་ནི་བོད་པའི་གི་གཞི་རིམ་སློབ་གྲྭའི་ནང་ལོ་ལ་ཡོངས་སུ་རྫོགས་པ་ཅིག་ག་རེ་ན་བོད་ཡིག་གི་སྟེང་ནས་བསླབ་གཞི་ཡོངས་སུ་རྫོགས་པ་ཅིག་བོད་ཡིག་གི་སྟེང་ནས་ག་རེ་ཟེར་ན་བསླབ་ཡས་ཀྱི་དེ་འདྲ་གི་རིན་པོ་ཆེ་གི་སློབ་ཚན་ཡོངས་རྫོགས་གར་སོང་ནས་བོད་ཡིག་གི་ལམ་ནས་སློབ་ཁྲིད་བྱེད་བསྡད་ཀྱི་འཆར་ཟིན་དེ་འདྲ་ཕུལ་བ་ཙམ་མ་ཟད་འདི་ཚོ་ལག་བསྟར་ཡང་ག་ལ་གང་འཚམ་བྱུང་རྗེས་དེ་ནི། དེ་ན་ང་རང་ཚོ་གི་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་ཡང་ད་སྔ་འདྲ་བོ་ཞིག་ཆགས་ཆགས་པ་ཡིན་ན་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་ཡང་སླེབས་རྗེས་བོད་ཡིག་སྦྱངས་བོད་ཡིག་གི་ཐོག་ལ་ཡང་དགའ་ཞེན་བྱེད། དེ་ན་ང་རང་བོད་ཡིག་གྲྭ་ལ་ཕྲན་བུ་ཤེས་པ་འདི་ཚོ་ཚང་མ་ཅིག་འདི་ཚོ་གི་བཀའ་དྲིན་ཉག་གཅིག་ཡིན་པ་ལ་ཡང་ང་རང་གིས་རྒྱུན་ལྡན་ནས་བསམ་བསྡད་ཀྱི་ཡོད། ད་འདི་ཙམ་མ་ཟད་འདི་ནི། རིན་པོ་ཆེ་གིས་གར་ཟེར་བ་རེད། ཅིག། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་བདུན་དང་དེ་ཚོ་ཙམ་ཅིག་ནས་འདི་ནི། ཤོད་བོད་བལ་གྱི་གཞི་རིམ་ཤོད་ཡོན་སྲིད་བྱུས་ཤིག་གཏན་འབེབས་གནང་ཡས་ཀྱི་དགོངས་གཞི་འཁྲུངས་པ་ནང་བཞིན་འདི་འདི་དང་འབྲེལ་བས་ཀྱི་འདི་ནི་གར་སོད་གོ་རེ་འཆར་ཟིན་གྱི་ཡིག་ཆ་ལ་སོགས་པ་མང་པོ་ཅིག་ཡ། དགོངས་པའི་དཔྱད་གཡེང་ལ་ཡ་ཕུལ་བས་དང་ལྷག་པར་དུ་ཕྱི་ལོ་ཉིས་སྟོང་གསུམ་གྱི་ཤེས་རིག་ཚོགས་ཆེན་གྱི་དགོངས་དོན་ནང་ལོ་ལ་ཡ་ཤེས་རིག་ཤོད་ཡོན་སྲིད་བྱུས་ཀྱི་ཟིན་བྲིས་ཚོགས་ཆུང་གཏན་འབེབས་གནང་རྗེས་འདི་ནི། དངོས་སུ་གར་སོང་རེ་ད་དེ་འགྲིག་གི། བོད་པ་རང་ཉིད་ལ་རང་སྐྱ་ཐུབ་པའི་གི་ཤེས་ཡོན་སྲིད་བྱུས་ཅིག་དགོས་ཀྱི་ཡོད་པ། དེ་འདྲ་བའི་ཤེས་ཡོན་རང་སྐྱ་ཐུབ་པའི་ཤེས་ཡོན་སྲིད་བྱུས་ཅིག་མེད་པ་ཡིན་པ་ཡིན་ན། བོད་པའི་གི་དེ་འདྲ་ང་རང་ཚོའི་གི་ད་རིག་གནས་ན་མི་འདུག་བོད་པའི་ངོ་བོ་ན་མི་འདུག་དེ་ཆགས་དང་འཇིག་གི་ས་མཚམས་ཧ་ཅང་གི་རྫ་དྲག་པོ་ཅིག་ལ་ཡང་གནས་ཡོད་པ། འདི་ལས་སྐྱོབ་པའི་ཆེད་དུ་གནས་བབ་འདི་འདྲ་ཅིག་ལ་ཡང་ག་རེ། སྐྱོབ་པའི་ཆེད་དུ་བོད་པ་རང་གི་ཐུན་མོང་མ་ཡིན་པའི་ངོ་བོ་རྩ་བརླག་ཏུ་འགྲོ་ཡས་འདི་ལས་སྐྱོབ་པའི་ད་ཐབས་ཤེས་ཡོད་དགུ་རྩ་དྲུག་ཅིག་བྱེད་དགོས་ཀྱི་ཡོད་ན་ད་འདི་གར་དེ་ཙམ་པོ་བོད་པ་རང་ལ་ཡང་ཐུན་མོང་མ་ཡིན་པའི་གར་ཤེས་ཡོན་གཟི་བརྗིད་ཅིག་དགོས་ཡས་འདི་གལ་ཆེན་པོ་ཡིན་པ་མཐོང་གི་ཡོད་པ་སོང་ཙང་ཤེས་ཡོན་གཟི་བརྗིད་འདི་ཅིག་དགོངས་པའི་ཐུགས་ལ་ཡང་འཁྲུངས་བྱས་འཁྲུངས་པ་ཙམ་མ་ཟད་འདི་ད། འདི་ཤེས་ཡོན་གཟི་བརྗིད་འདི་ཡང་ད་རིན་པོ་ཆེ་གི་གར་ཟུད་ཙམ་པོ་ཡང་ང་རང་གི་ལམ་རྒྱུད་རྒྱུན་ལྡན་ལྟ་ཕྱོགས་ལ་བྱས་ན་རིན་པོ་ཆེ་གི་འདི་ཕྱག་ལས་ག་འདྲི་ཅིག་གནང་བ་ཡིན་པ་ན། དང་པོ་སྟེ་བདེན་པ་འཚེ་བ་མེད་པ་ཡང་དག་པའི་ལྟ་བ་གསུམ་སྟེ་གཞི་རྩ་བྱས་པའི་སྟེང་ནས། འདི་ནི་སྦྱང་བཤད་གོ་བསྡུར་རབ་དང་རིམ་པ་ལྷུག་པོ། སྣང་བ་མ་གཏོགས་རྗེས་གནང་བྱས་གཏན་འབེབས་ཇི་སྙེད་ཅིག་དང་ཡང་ན་ཁར་སོང་ན་ཁྲིམས་ཀྱི་དབང་བསྒྱུར་གཙོ་བོ་ཇི་སྙེད་ཅིག་ལ་ཡང་མ་གཏོགས་ཅིག་གིས་དང་གང་ཟག་གི་དབང་བསྒྱུར་མ་ཡིན་པ་སོང་ཙང་སྟེ་ཤེས་ཡོན་སྲིད་སྤྱིའི་གཏན་འབེབས་བྱས་དེ་ཚོ་ཡང་སྦྱང་བཤད་རབ་དང་རིམ་པ་མཁས་པའི་གི་བགྲོ་གླེང་རབ་དང་རིམ་པ་བྱས་བྱས་ཟེར་གྱི་ཚོགས་ཆུང་འདི་ནང་ལ་འཆར་འགོད་བྱས་ལ་སོགས་པའོ། འདི་ཡང་ལྟ།

ཤེས་ཡོན་སྲིད་བྱུས་ཚང་མ་གར་ཟེར་ན་ཕྱིའི་མི་རིགས་ཀྱིས་གར་ཟེར་བ་རེད་ད། འཕྲལ་སེལ་རིང་ལུགས་དང་དགོས་མཁོ་རིང་ལུགས་ཀྱིས་ཡང་ན་གར་ཟེར་བ་རེད་ད། གཅིག་དེང་དུས་ཀྱི་ད། གཅིག་དངོས་པོའི་རིང་ལུགས་ཕྱོགས་གཅིག་པོ་ལ་བར་ཕྱོགས་ཅན་གནའ་བོའི་གི་གར་ཟེར་བ་རེད་རིག་གཞུང་ཚང་མ་འདི་རེད་ཟེར་ཡས་སྦྱོར་བ་གར་ཟེར་བ་རེད་གཅིག་མི་ཚེའི་ནང་ལ་ཕན་ཐོགས་མེད་པ་རྗེས་ལུས་ཡིན་པ། གཅིག། བསམ་ཚུལ་ཡང་དག་པ་མ་ཡིན་པ་གད་སྙིགས་ཡིན་པ་འདི་ཚོ་ལ་ལྟ་བྱས་ད་ཐུག་ན་གནའ་བོའི་རིག་གཞུང་ཚང་མ་བསྣུབས་བྱས་ཅིག་དེང་དུས་ཀྱི་འདིའི་ཐོག་ལ་འགྲོ་འགྲོ་བྱས་ད་དེ་འདྲ་དཀའ་ངལ་མང་པོ་ཞི་བ་ཅིག་འཕྲད་དེ་ཡང་འདིའི་ཐོག་ལ་ཡང་འཕྲད་རྒྱུ་ཡོད་པ་སོང་ད་རྒྱ་གར་ནང་ལོ་ཡང་ད་ག་རང་གར་སོང་ན་རེད་དོ་ཁོ་རང་ཚོ་གནའ་བོའི་རིག་གཞུང་དེ་ད་རྦད་དེ་ཁོ་རང་རྩ་བརླག་ཏུ་འགྲོ་བྱས་དེ་འདྲ་ད་མི་རིགས་གཞན་པ་ཅིག་གི་ཚུར་སླར་སོང་ཡས་ཀྱི་དུས་ཚོད་དུས་སྐབས་ཅིག་ལ་ཡང་སླེབས་བསྡད་ཡོད་རོགས་འོ་ད་འདི་ཚོ་གི་མང་པོ་ཅིག་གཟིགས་ཡོང་དུས་བརྩམས་པ་ཡང་ང་ཚོ་བོད་པའི་འདི་ཡང། གཅིག་མཁར་ཟུར་རེད། བོད་པའི་གི་མ་འོངས་པའི་གི་སོན་རྩ་དེ་ཚོ་ཡང་བོད་ཕྲུག་ནང་ལས་མཁར་ཟུར་ར་བརྒྱ་ཆ་བརྒྱ་ཐམ་པ་ད་བོད་པ་མ་བྱུང་བ་ཡིན་བོད་པ་འགྲོ་བཟོ་མ་ཐུབ་པ་ཡིན་པ་ཡིན་ན་ཡང་ད་བརྒྱ་ཆ་མང་པོ་ཅིག་བོད་པ་རང་བཟོ་ཡས་གི་ཆེད་དུ་མཁར་ཟུར་ན་གཅིག་བོད་པ་དེ་ཡང་འདུ་ཤེས་གི་སྟེང་ནས་ངོ་བོ་གི་སྟེང་ནས་རང་དབང་གཅིག་རུས་པ་ཙམ་བོད་པ་མ་ཡིན་པ་བོད་པ་གཅིག་པ་ཡིན་པ་མཁར་ཟུར་རེད། ཡིན་པ། གོ་མ་བརྗོད་པར་བྱས་རྗེས་རིགས་ཀྱང་བོད་པ་ཡིན་དགོས་བོད་རིགས་ཡིན་དགོས་ཡ་རིགས་ཀྱི་རིགས་ཀྱི་ལས་བྱེད་ཐུབ་ཡས་ཀྱི། འདི་འདྲའི་བྱེད་ཀྱི་སྟེང་ནས་ད་ཤེས་ཡོན་སྲིད་བྱིས་འདི་གི་གར་སོད་གོ་རེད། ཤེས་ཡོན་སྲིད་བྱིས་ཡང་དག་པ་ཅིག་གར་སོད་ན་གཏན་འབེབས་བྱས་གཏན་འབེབས་དེ་ཡང་འདི་ན་ཁྲིམས་ཐོག་བོད་བོད་མི་མང་སྤྱི་འཐུས་ལྷན་ཁང་ནས་འདི་ནི་ཕྱི་ལོ་བར་ཆད་ཉིས་སྟོང་བཞི་དོ་ལ་ཡང་གཏན་འབེབས་གནང་བྱས་ད་འདི་ལག་བསྟར་བྱེད་བཞིན་འདུག་ཟུར་དུ་སློབ་གྲྭ་བཙུགས་བྱས་བྱས་ད་དེ་འདྲ་ཧ་ཅང་གི་འབྲས་བུ་ཆེན་པོ་ཞིག་སྨིན་བསྡད་པ་འདི་ང་རང་ཚོ་མིག་མཐོང་ལག་ཟིན་ལ་ཡང།

བསྟན་པ་ཅིག་གི་སྟེང་ནས་བོད་པའི་གི་ངོ་བོ་དེ་སླར་ཡང་ཡང་གསོ་ཐུབ་ཡས་དང་བོད་པའི་འདི་གར་གཟིགས་རེ་གཟི་བརྗིད་ཆེན་པོའི་ངོ་ནས་འཚོ་འཚོ་ཐུབ་ཡས་རང་ཚུགས་ལྡན་པའི་ངང་ནས་འཚོ་ཐུབ་ཡས་ཅིག་འདི་འདྲིས་གི་ལ་ལམ་སྟོན་དང། ཤེས་ཡོན་སློབ་གསོ། ཤེས་ཡོན་གི་སྲིད་བྱུས་འདི་འདྲིས་ཅིག་མཛད་པ་དེ་ལྟ་བཀའ་དྲིན་བཞག་ཏུ་མེད་པ་ཅིག་དང་འདི་འདྲ་བའི་གི་གར་གཟིགས་བོ་རེ་འདི་ཤེས་ཡོན་སྲིད་བྱུས་འདི་ང་རང་ཚོ་གི་གར་གཟིགས་བོ་རེ་བོད་པའི་གི་ཤེས་རིག་སློབ་གསོའི་ཐོག་ལ་ཡང་ད། ཆེས་ཕུལ་དུ་བྱུང་བ་དང་རིན་ཐང་ཆེ་བའི་གི་མཛད་རྗེས་ཅིག་ལ་ཡང། ང་རང་གི་ངོས་ནས་ངོས་འཛིན་ཞུ་གི་ཡོད་རེད་ལ་བ་རྗེ། ཅིག། བློ་དང་ལྡན་པ། དྲན་པ་ཆོ་མེད་པ། འོ་འདི་ཚོ་གིས་དེ་འདྲ་རང་ངོས་འཛིན་ཞུ་གི་རེད་དྲན་གི་འདུག། དེ་ག་རེ་རེད་ཞུས་བ་ནི་རིན་པོ་ཆེ་གི་ནམ་རྒྱུན་ང་རང་ཚོ་གི་འདི། ཅིག་རིན་པོ་ཆེ་བཀའ་སློབ་ཉན་ཡོང་དུས་ཙམ་པ་ཏག་པ་ད་ག་རང་གསུང་གི་འདུག་བ་ག་རེ་ཟེར་ན་ང་རང་ཚོ་སློབ་སྦྱོང་བྱེད་ཡས་དེ་ཝར་ན་སྲིད་ན་ད་ག་རང་རེད་འདུག་བ་ང་རང་ཚོ་སློབ་སྦྱོང་བྱེད་ཡས་འདི། འདི་ཆེད་དུ་མ་རེད་སྐར་ན་གཞན་དག་གི་གཡོག་པོ་བྱེད་ཆེད་དུ་མ་རེད་སྐར་ན་གཞན་དག་གི་སྦྱིན་བདག་བྱེད་ཀྱི་ཆེད་དུ་རེད་སྦྱིན་བདག་སྡུད་ཟིན་པ་ཡང་བདག་ཉིད་བདག་གི་མགོན་བྱེད་ཀྱི་ཆེད་དུ་རེད་རང་ཉིད་ཀྱི་རང་ཚུགས་ཐུབ་པའི་སྒོ་ནས་འཚོ་བ་རང་དབང་གི་ཐོག་ནས་སློབ་སྦྱོང་བྱེད་ཆོག་པ་དང་བསམ་བློ་བདེ་ཐང་ཡོང་ཡག་ཅིག་དང་འཚོ་བ་ཡང་དག་པ་ཅིག་རྒྱག་ཡག་གི་ཆེད་དུ་གར་སེ་གོ་རེད་རང་གི་མདུན་ལམ་རང་གིས་ཐག་བཅད་བྱ་འདོད་ན་གཞན་གཅིག་གིས་གར་སེ་གོ་རེད་ཅིག་གིས་ཅིག་ལ། བྲན་གཡོག་སུ་མ་འགྲོ་བ་བསམ་བློའི་བྲན་གཡོག་སུ་མ་འགྲོ་བ་འདི་འདྲ་ཅིག་གི་ཆེད་དུ་སློབ་གསོ་སྤྲད་འདི་འདྲ་ཡང་སྤྲད་དགོས་རེད་དེ་ང་འདྲ་ང་རང་ཚོ་གནའ་བོའི་བོད་བལ་གྱི་སློབ་གསོ་སྤྲད་སྟངས་དེའང་ད་ག་རང་རེད་ལ། ནམ་རྒྱུན་རིན་པོ་ཆེ་གི་དེ་འདྲ་སྤྱི་འཐུས་གྲོས་ཚོགས་ནང་ལ་སྔོན་མ་བཀའ་སློབ་སྤྱི་ཡང་ཡོད་པ། ང་ཚོ་བོད་བལ་གྱི་མི་རིགས་དེ་རྗེས་ལུས་ཐེབས་ཡོད་མ་རེད་ཟེར་གྱི། རྗེས་ལུས་ནམ་ཡང་ཐེབས་ཡོད་མ་རེད་ང་རང་ཕུད་ཅིག་བོད་བལ་གྱི་མི་རིགས་དེ་ག་རེ་ཟེར་ན་དངོས་དོན་དང་མདུན་ལ་འགྲོ་གི་ཡོད་མ་གཏོགས་ཅིག་གི་རྗེས་ལ་ལྷག་གི་མེད་ཟེར་གྱི། ང་ཚོ་སྡུག་སྟག་ཡོང་དུས་རྩམ་པ་ཡ་འདི་ཚོ་བཀའ་སློབ་འདི་ཚོ་དགོངས་པ་རྟོགས་ཡས་དཀའ་ལས་ཁག་པོ་འདྲ་བོ་ཞིག་བྱེད་ཀྱི་འདུག་ཨང་བསམ་བློ་ཡག་པོ་ཆེ་མ་བཏང་པ་ཡིན་པ་ཡིན་ན། ག་རེ་ཟེར་བ་རེད་ང་རང་ཚོའི་བོད་པའི་གི་ཅིག། རིག་གནས་འདི་འཕྲལ་གསལ་གྱི་རིག་གནས་ཅིག་མ་ཡིན་པར། ཅིག། ཕུགས་དང་འཕྲལ་དང་ཕུགས་གཉིས་ཀ་ལ་ཕན་ཡས་ཀྱི་རིག་གནས་ཅིག་དང། འཕྲལ་དང་ཕུགས་གཉིས་ཀ་ལ་ཕན་ཡས་ཀྱི་རིག་གཞུང་ཕྱུག་པོ་ཅིག་ཡོད་པ་སོང་ཙང། འདི་ཡང་རིག་གཞུང་འདི་འདྲ་བ་འདི་སྐད་དང་ཡི་གེ་མཚན་ཉིད་ཚང་བ་ལུང་སྟོན་པ་གི་མཚན་ཉིད་ཚང་བ་ཡོད་པ་སོང་ན་འདི་ཚོ་ཅིག། གར་སོགས་རེ་ལྟ། ཅིག། གཞན་དག་གི་རྗེས་ལ་རྗེས་སུ་གར་ནམ་ཡང་ལུས་མེད་པ་ཅིག་ལ་ཡང་མཐོང་གི། ང་རང་ཡིན་ན་འདི་འདྲའི་མཐོང་གི་འདུག་རིན་པོ་ཆེ་སྔ་མ་འདི་འདྲ་ཅིག་གསུང་གི་འདུག་དྲན་སོང། ཨ་རི་བ་དེ་ཚོ་ཟླ་བས་ཀྱི་དཀྱིལ་འཁོར་གྱི་ལ་ཡང་ཟླ་བས་ཀྱི་ས་གཞི་ག་ལ་ཡང་ལུས་པོ་འགྲོ་བ་ཡིན་ན་ཁོ་རང་ཚོའི་བསམ་བློ་དང་ཁོ་རང་ཚོའི་ཀླད་པ་ལ་ཡོད་རྒྱུ་དེ་ང་རང་ཚོའི་བོད་པའི་རིག་གཞུང་དེ།

མི་རིགས་ལ་ཡང་འཛམ་གླིང་སྤྱི་ལ་ཡང་སྐྱེ་འགྲོ་སྤྱི་ལ་ཡང་ཕན་ཐོགས་ཡོང་ཡས་དེ་ཡོང་གི་རེད་བྱས་བྱས་ད་མདོ་སྟོད་ན་འདི་འདྲ་བའི་རིག་གཞུང་རྒྱུན་འཛིན་བྱས་ལ་འདི་འདྲ་བའི་རྒྱུན་འཛིན་བྱེད་དེ་ཉན་གི་མི་ཚད་དང་ལྡན་པ་གསོ་སྐྱོང་བྱེད་དགོས་ཡོད་རེད་འདི་འདྲ་བའི་མི་ཚད་དང་ལྡན་པ་གསོ་སྐྱོང་བྱས་ལ་ཡང་ཤེས་ཡོན་གཟི་བརྗིད་ཚད་དང་ལྡན་པ་ཞིག་དགོས་ཀྱི་ཡོད་རེད་ཨོ་འདི་འདྲ་ལ་སོགས་པ་ཡིག་ད་མདོར་མདུན་ནས་བཤད་པ་ཡིན་ན། སློབ་དཔོན་ཟམ་གདོང་རིན་པོ་ཆེ་མཆོག་གིས། གཅིག། ཤེས་ཡོན་སློབ་གསོའི་ཐོག་ལ་ཡང་གཅིག། མཛད་རྗེས་དེ་ཚོ་དང་ཤེས་ཡོན་སློབ་གསོའི་གྱི་ལམ་སྟོན་དེ་ཚོ་ཡིན་པ་ཡིན་ན་ཡང་ཧ་ཅང་གྱི་བཀའ་དྲིན་ཆེན་པོ་ཡིན་པ་དང་བཀའ་དྲིན་དེ་ཚོ་ཡང་གར་གར་བསིལ་བ་རེད་ང་རང་ཚོ་གི་འདི་ཤེས་ཡོན་སློབ་གསོའི་གྱི་དེ་འདྲ་གང་གཞུང་པའི་ལྟ་ཚུལ་དེ་ཚོ་ཡིན་པ་ཡིན་ན་རིགས་པའི་གཞུང་ལུགས་དང་མཐུན་པ་ལྟ་གྲུབ་ཡོད་པ་གར་བསིལ་བ་རེད་གཅིག། ཅིག་རྒྱུ་མཚན་ཡོད་པ་གཏན་ཚིགས་ཡོད་པའོ་རྒྱུ་མཚན་རྐྱང་རྐྱང་ཅིག་རེད་མ་གཏོགས་ཅིག་ཟླ་ག་ཚོད་ང་རང་ཚོ་ཅིག་འཕྲལ་སེལ་སླ་ཤོས་ཡོད་གི་ཅིག་དེ་འདྲ་བྱས་པ་འདི་འདྲ་གང་ཡང་མ་འདུག་སློབ་སྦྱོང་བྱས་ཡོད་པ་ད་ང་རང་ཚོ་ཚང་མས་ཀྱི་འདི་ཐོག་ལ་ཡང་སློབ་སྦྱོང་བྱས་པ་ཡིན་པ་ཡིན་ན་དོ་སྣང་བྱས་པ་ཡིན་པ་ཡིན་ན་ཏན་ཏན་རྟོགས་ཐུབ་ཡས་ཅིག་རེད་དྲན་གྱི་འདུག་དེ་འདྲ་སོང་ཙང་ད་འདི་འདྲིའི་གི་ད་ཤེས་ཡོན་སློབ་གསོའི་ཐོག་ལ་ཡང་སྐུ་ཚེ་ཧྲིལ་པོ་འགྲོ་ཅིག་བཏང་བྱས་ད་འདི་ཡང། ད་ལྟ་འདས་པ་ཙམ་མ་ཡིན་པར་ད་ལྟ་བ་ཙམ་མ་ཡིན་པར་མ་འོངས་པ་ཕུགས་རྒྱང་རིང་པོའི་ཐོག་ལ་ཡང་ག་རེ་ཕན་རླབས་ཡོང་ཡས་ཀྱི་འདི་འདྲའི་ཤེས་ཡོན་གྱི་སློབ་གསོ་དང། ལམ་སྟོན། སྲིད་ཇུས་ཡང་དག་པ་འདི་འདྲ་ཅིག་གར་སོ་རེ་གཏན་འབེབས་གནང་རྗེས་ང་རང་ཚོའི་མདུན་ལ་ཡང་འདི་འདྲ་ཅིག་ལོངས་སུ་སྤྱད་ཆོག་པ་དང་ང་ཚོའི་མདུན་ལ་ཡང་ལག་བསྟར་བྱེད་ཆོག་པ་དེ་ཚོ་ཧ་ཅང་གི་བཀའ་དྲིན་ཆེན་པོ་དང། དེ་ནི་བཀའ་དྲིན་གར་སོ་རེ་འཁོར་དུ་མེད་པ་ཞིག་མཛད་རྗེས་ཧ་ཅང་གི་ཆེན་པོ་ཅིག་ལ་ཡང་རེ་བྱས་ནས་ཞུས་ན་མ་འགྲིག་པ་ཡོད་མ་རེད་དྲན་གྱི་འདུག་འདི་ལ་ཡང་ང་ཙམ་ངས་ཀྱི་ད་ག་ཟེ་ཅིག་ཐོ་ཅོ་བྱས་བྱས་ལབ་པ་ཙམ་མ་རེད་རྒྱ་གར་གྱི་མཁས་པ་མང་པོ་ཅིག་གིས་ཡང་གར་སིལ་སོན་པ་ཡང་ཅིག་ཨེ། དཔེ་ཆ་བྱས་ན་ཟམ་གདོང་རིན་པོ་ཆེའི་དྲི་བ་བྱས་ན་རྒྱ་གར་གྱི་སློབ་གྲྭ་མང་པོ་གིས་གར་སིལ་བ་རེད་འདི། ལམ་སྟོན་པ། སློབ་སྟོན་པ་དང། ཚོགས་གཙོ་དང་ཚོགས་མི་དེ་ཆགས་ཡོང་གི་འདུག་དཔེ་ཆ་བཤད་ན Association of Kharsha Indian Universities བྱས་རྗེས་གཙུག་ལག་སློབ་ཁང་ཉིས་བརྒྱ་བཞི་བཅུ་ཙམ་ཡོད་པ་དེ་ཚོ་གི་ཚོགས་གཙོ་གནང་ཚོགས་གཙོ་གནང་བ་ཙམ་མ་ཟད་དེ་ཚོའི་ནང་ལོགས་ལ་ཡང་རྒྱ་གར་གི་ཤེས་ཡོན་སྲིད་སྤྱི་ལ་ཡང Kharsha བོ་རེད་དེ། ཅིག་བསྒྱུར་བཅོས་གཏང་དགོས་པ་དང་རྒྱ་གར་གི་ཤེས་ཡོན་སྲིད་སྤྱི་ནང་ལོགས་ལ་ང་རང་ཚོའི་སོ་སོའི་གི Kharsha རེད་གནའ་བོའི་རིག་གཞུང་དེ་ཚོ་གི་དེ་འདྲ་བྱས་རྗེས་གཡོན་དུ་རྒྱ་གར་གི་ང་རང་ཚོ་ནམ་རྒྱུན་ཡོ་མ་རྒན་རི་དྭགས་རྣམས་ལ་ནས་དབུས་སུ་སེང་གེ་གི་སྐྲ་གྲགས་པ་ནང་བཞིན་གྱི་དེ་ནི། བློ་དང་ལྡན་པས་ཀྱི་ཕྱི་རོལ་གྱི་མཁས་པ་དེ་ཚོ་གིས་བསྟོད་བསྔགས། མགྲིན་དབྱངས་གཅིག་གིས་བསྟོད་བསྔགས་འབུལ་ཡས་དང་མགྲིན་དབྱངས་གཅིག་གིས་གར་གཟིགས་འོ་རེད་ད། རིན་པོ་ཆེ་གི་ལྟ་ཚུལ་དང་དགོངས་ཚུལ་དེ་ཚོ་ལ་ཡ། ཤེས་རིག་དང་སློབ་གསོའི་གི་དགོངས་ཚུལ་དེ་ཚོ་ལ་ཡ་ཆོས་དེ་ཧ་ཅང་ཧང་སང་ཡས་ཀྱི་མཛད་གནང་གི་འདུག་ཨ། འོ་དེ་འདྲ་སོང་ཙང། ང་རང་ཚོས་ཀྱི་ད་གར་གཟིགས་འོ་རེད་རིན་པོ་ཆེ་གི་ལ་ཡ། གི་ཤེས་རིག་དང་སློབ་གསོའི་གི། ཐོག་ནས་མདོར་བསྡུས་ན། ང་རང་ཚོ་ལ་ཡང་དེ་ལྟ་བུའི་ཤེས་ཡོན་སྲིད་ཇུས་ཅིག་དང། རིན་པོ་ཆེའི་སྐུ་ཚེ་ཧྲིལ་པོའི་ཐོག་ནས་ཀྱང་ག་རེ་ཟེར་བ་རེད། མི་སྣ་མང་པོ་ཞིག་གསོ་སྐྱོང་བྱས་ཡོད་པ་དེ་ཚོ་ཚང་མ་ཅིག། ཤེས་ཡོན་དང་སློབ་གསོའི་གི་བྱས་རྗེས་ཅིག་ལ་ཡང་བརྩིས་ན་འགྲིག་གི་རེད་དྲན་གྱི་འདུག་འོ་ད་བྱས་ཙང། ངས་དེ་རིང། མཚམས་འདི་ནས་རིན་པོ་ཆེ་མཆོག་གི་འཁྲུངས་སྐར་ལ་ཡང། འཚམས་འདྲི་བཀྲ་ཤིས་བདེ་ལེགས་གྲངས་མེད་ཞུ་ཡས་དང་སླད་མ་འོངས་པ་ལ་ཡང་འདི་ནི། སྐུ་ཚེ་བསྐལ་བརྒྱར་བརྟན་པ་དང་སླར། སྤྱིར་སངས་རྒྱས་ཀྱི་བསྟན་པ་དང་འགྲོ་བ་སྤྱི་དང་ཡང་སྒོས་སུ་ང་རང་ཚོ་བོད་པའི་གི་ཆོས་དང་རིག་གཞུང་སློབ་གསོ། བོད་པའི་མི་རིགས་ཀྱི་ཆེད་དུ་ཡང་སྐུ་ཚེ་བསྐལ་བརྒྱར་བརྟན་རོགས་གནང་བྱས་ནས་གསོལ་འདེབས་ཞུ་ཡས་ཡིན། ད་དེ་ཙམ་མ་ཟད་ང་རང་གི་སྐད་ཆའི་འདིའི་ནང་ལོགས་ལས་ཡང་ད་གར་སེའུ་རེ་ནོར་བ་དང་ཆད་བ་དང་འཁྲུལ་བ་དང་མང་པོ་ཅིག་དེ་གཅིག་མཐོ་ཆུང་གི་སོ་རེ་བ་ཅིག་ཧོབ་དེ་ག་ལ་ཡ། ནམ་རྒྱུན་འདི་འདྲའི་རྒྱུན་ལྡན་གྱི་འདི་འདྲའི་ག་ལ་བཤད་ཀྱི་མེད་པ་སོང་ཙང་ཅིག་ཧོབ་ཏུ་ག་ལ་བཞུར་བ་དེ་ལ་ནོར་འཁྲུལ་ཡོད་ན་དགོངས་དག་བྱས་ནས་དང་འདི་ནི་ཐོ་ཆག་བས་ཡིན། ཐུགས་རྗེ་ཆེ།